མི་དར་མ་ཞིག་གིས་ལུས་ཅི་ཡང་མ་བསྒྲུབས་ཀྱང་ཉིན་རེར་ནུས་ཚད་སྟོང་ཁ་སྟོང་གཅིག་བཞི་བརྒྱ་བསྐྲུན་གྱིན་ཡོད། སྐྱེར་ལྡན་རྫས་འདི་རྣམས་དང་ནུས་ཚད་འདི་རྣམས་གང་ནས་བྱུང་བ་ཡིན་ཞེ་ན། མ་གཞིར་སྐྱེར་དངོས་ཡོད་དགུ་ལ་བཟའ་ཆས་དགོས་པ་རེད། བཟའ་ཆས་ནི་ཕུང་བོ་འགྲུབ་བྱེད་དང་ནུས་ཚད་འདོན་བྱེད་ཀྱི་དངོས་པོ་ཡིན་ཏེ། དཔེར་ན་ཐན་ཕྱི་འབྲི་འགྱུར་རྫས། ངར་ཆ་དང་སྲང་ཕྱེ་དང་ཚུར་སྣ་བཅས་འདུས། དང། སྤྲུལ་སྐར་དང། ཚུལ་ཞག་ལ་སོགས་པའི་ཕུང་བོ་འགྲུབ་ཐུབ་ལ། དབུགས་འབྱིན་རྔུབ་ཀྱི་དུས་སུ་གཡང་དུ་གྱུར་ནས་ནུས་ཚད་ཀྱང་འདོན་ཐུབ། ཆུ་དང་གཏེར་ཚེའི་རིགས་ནི་སྐྱེ་དངོས་ཕུང་བོ་ལ་ཉེ་བར་འཁོར་མ་ཟད། ཕུང་བོ་འགྲུབ་བྱེད་ཀྱི་གྲུབ་ཆར་ཡང་ཐེ་ཡོད། འོན་ཀྱང་དེ་དག་གིས་ནུས་ཚད་འདོན་དུ་མེད་པས། སྤྱིར་བཏང་གི་བཟའ་བཅའི་དང་མི་འདྲའོ། སོགས་ལྡན་གྱི་སྐྱེ་དངོས་ཡོད་ལར་གྱི་བཟའ་བཅའི་དང་བྲལ་དུ་མེད་པ་ཡིན། འོ་ན་བཟའ་བཅའ་ནི་ཇི་ལྟར་ཐོབ་པ་ཡིན་ཞེ་ན། འདི་ལ་ཐབས་མི་འདྲ་བ་གཉིས་ཡོད་དོ། གཅིག་ལ་རང་གསོ་ཟེར་ཏེ། སྔོ་ལྗང་གི་རྩི་ཤིང་ཐམས་ཅད་འདིའི་རིགས་སུ་གཏོགས་པ་དང་དེ་དག་གསོ་ཚེ་སྐྱེ་མེད་རྫས་དེ་སྐྱེ་ལྡན་གྱི་བཟའ་ཆས་སུ་གྱུར་ནས་སྐྱེ་འཕེལ་གྱི་དགོས་མཁོ་སྐོང་རེ་བྱེད་ཀྱིན་ཡོད། མེ་ཏོག་བཞད་པའི་སྔོ་ལྗང་རྩི་ཤིང་གི་རིགས་ལ་རྒྱ་ཆེ་ཞིང་གཏིང་ཟབ་པའི་རྩལ་པ་ཡོད་ཀྱང་རྩལ་པ་རེ་རེར་ཡང་ཉིང་རྩལ་མང་པོ་ཡོད། ཉིང་རྩལ་རེ་རེ་ནི་ཆེས་གཞི་རིམ་གྱི་མ་བཅོས་རྒྱུ་ཆ་འཚོལ་བསྡུ་བྱེད་སའི་ས་ཚིགས་ཤིག་དང་འདྲ་སྟེ་དེའི་ས་འོག་གི་བརླན་དང་སྐྱེ་མེད་ཚ་ལ་སོགས་པའི་མ་བཅོས་ཀྱི་ཆ་ཤུགས་ཆེན་པོས་བཞུགས་ཏེ། འབྲེལ་ལམ་དེ་གཞུང་རྟ་བརྒྱུད་ནས་རྒྱུན་མི་ཆད་པར་ལོ་མའི་ནང་དུ་བསྐྱེལ་བ་དང། ལོ་མ་ནི་བཟའ་བཅའི་ལས་སྣོན་བྱེད་པའི་བཟོ་གྲྭ་ཞིག་དང་འདྲ། ལོ་མའི་ངོས་སུ་བུ་ག་མང་པོ་ཡོད་པ་དང། ཉི་འོད་འོག་ཏུ་བུ་ག་དེ་རྣམས་ཀྱིས་ཕྱོགས་གཅིག་ནས་གཡང་ལུང་དང་གླང་པ་ཕྱིར་གཏོང་བ་དང་ཕྱོགས་གཞན་ཞིག་ནས་གཡང་གཉིས་ཐཱན་རྫས་མང་པོ་འཇིབ་ཀྱིན་ཡོད་ལ། སྐབས་རེར་བུ་ག་གཅིག་གིས། དུས་ཚོད་སྐར་ཆ་གཅིག་གི་ནང་དུ་དབྱང་གཉིས་ཐཱན་རྩིས་ཀྱི་ཆར་དུས་དུང་ཕྱུར་ཉིས་ཁྲི་ལྔ་སྟོང་འཇུག་ཐུབ། འཚོལ་སྡུད་ས་ཚིགས་ནས་སྐྱེལ་འོངས་པའི་ཆུ་དང་བུ་ག་ནས་བཞུས་པའི་དབྱང་གཉིས་ཐཱན་རྩིས་ནི་རྒྱལ་སྐྱོང་སྐྱེ་ལྡན་རྩིས་ཀྱི་ཆེས་རྩ་བའི་རྨ་ཆུའི་རྒྱུ་ཆ་རིགས་གཉིས་ཡིན། དེའི་ཕྱིར་མི་ལ་ལས་འདི་ནི་གླིང་ཆུ་ཉོ་ལ་མི་སྣུམ་སྙམ་ཡང་སྲིད། གླིང་ཆུ་བཟོ་གྲྭས་གནོན་ཤུགས་བཀོལ་ནས་དབྱང་གཉིས་ཐཱན་རྩིས་ཆུའི་ནང་དུ་བསུས་པ་དང་དེའི་ནང་དུ་ཤིང་ཏོག་གི་ཁུ་བ་དང་སྲུང་རྩི་སོགས་བསྡེབས་ཏེ། སིལ་ཞིང་སྔར་ལ་བྱིན་པའི་བརླང་སྐྱིབས་བསྙལ་བ་བདེན་མོད། ཡིན་ནའང་སྐྱེ་དངོས་ནི་ནུས་པ་ཆེ་བའི་བཟའ་ཆས་ལ་བརྟེན་ནས་འཚོ་བ་ལས། བརླང་ཆེན་མཐོང་ནས་འཚོ་ཐུབ་པ་མིན་ནོ། གཡང་སྙི་ཐར་རྩིས་དང་ཆགས་གཉིས་ནི་སྲིབ་སྦྱོར་འཁོར་ཁང་སྟེ་ལོ་མའི་རྒྱང་སྐྱི་འཕོང་བའི་ནང་དུ་ངོ་མཚར་བའི་འགྱུར་ལྡོག་སྣ་ཚོགས་འབྱུང་ལ། ལོ་མའི་རྒྱང་སྐྱི་འཕོང་བ་ནི་ལོ་མའི་རྒྱང་སྐྱི་དང་སྤྲི་དཀར་སོགས་ཀྱིས་གྲུབ་པའི་རི་ལུ་ཆུང་ཆུང་ཡིན། ལོ་མའི་ཕྲ་ཕུང་གཅིག་གི་ནང་དུ་དེ་འདྲའི་རི་ལུ་ཉི་ཤུ་ནས་བརྒྱ་ལྷག་བར་ཡོད་ཅིང། ལོ་མའི་ལྗང་མདོག་ནི་དེ་ཚོའི་མཚོན་སྟངས་རང་ཡིན། ལོ་མའི་ལྗང་གིས་ཕུང་བའི་ཉི་མའི་འོད་ལག་ནས་བཞུར་ན་དབྱང་གཉིས་ཐེངས་རྩིས་དང་ཆུ་འདྲིས་ཏེ་ནུས་པ་ཆེ་བའི་སྐྱེར་ལྡན་མཛེས། གཙོ་བོ་ནི་ཐལ་ཆུ་འདྲིས་འགྱུར་རྫས་སུ་གྱུར་ཞིང། དེ་དང་མཉམ་དུ་སྙིགས་བླངས་ཏེ་དབྱང་ཟེར་བ་དེ་བུ་ག་ནས་ཕྱིར་འབུད་ཀྱིན་ཡོད། འདི་ནི་མིང་གྲགས་ཆེ་བའི་འོད་སྐྱོར་ནུས་པ་ཟེར་བ་དེའོ། འདི་ལ་བལྟས་ན་ལས་ཧ་ཅང་སླ་བོ་ཞིག་ལྟར་སྣང་ཡང་དོན་དངོས་ངོས་སུ་རྙོག་འཛིང་ཆེ་བའི་འཕེལ་རིམ་ཞིག་ཡིན། རྩི་ཤིང་གི་བཟའ་ཆས་འདིར་རྣམས་གསོས་སྦྱོར་བྱས་རྗེས་མང་ཆེ་བ་ཕུང་བོ་འགྲུབ་བྱེད་དུ་བཀོལ་ཏེ་ས་བོན་དང་རྩི་པ་རྡོག་པོ་དང་གཞུང་རྟ་རྡོག་པོ་བཅས་ཀྱི་ནང་དུ་བསོགས་ལ་ཉུང་ཤས་ཤིག་ནི་དབུགས་འབྱིན་རྔུབ་ཀྱི་ནུས་པ་བརྒྱུད་ནས་ཆུ་དང་དབྱང་གཉིས་ཐོན་རྫས་གཉིས་སུ་གྱེས་པ་དང་མཉམ་དུ་ནུས་ཚད་ཕྱིར་བཏང་སྟེ་ཚེ་སྲོག་འགུལ་སྐྱོད་ལ་མཁོ་སྤྲོད་བྱེད་དོ། ཅིག་ཤོས་ལ་གཞན་གསོ་ཟེར་ཏེ་སྲོག་ཆགས་ཐམས་ཅད་དང། སྐྱེ་དངོས་ཕྲ་རབ་མང་ཤོས་ཤིག་རིགས་འདིར་གཏོགས་པ་དང། དེ་དག་སོ་སོའི་བཟའ་ཆས་སྐྲུན་མི་ཐུབ་པའི་རྩི་ཤིང་ལ་བརྟེན་ནས་འཚོ་དགོས། དཔེར་ན་རི་བོང་ནི་རྩྭ་ཟ་བ་ལ་བརྟེན་ནས་འཚོ་བ་དང། རྐྱང་གུས་ནི་རི་བོང་ཟས་སུ་བྱེད་ཅིང། ནམ་ཞིག་ལ་རྐྱང་གུ་སྟག་དང་ཕྲད་ན་རྟགས་ཀྱི་སུས་སུ་འགྱུར། རྟགས་ཤི་ན་འབུ་ཕྲའི་དགའ་ཚལ་དུ་འགྱུར་བ་དང། ཡུན་རིང་མ་སོང་བར་རྟགས་རོ་རིལ་ཞིང་མྱགས་ནས་ཁ་འཐོར་ཏེ་དབྱངས་གཉིས་ཐན་རྫས་དང་ཆུ་དང་སྐྱེ་མེད་ཚ་ལ་སོགས་པར་གྱུར་ནས་རང་བྱུང་ཁམས་ཆེན་པོར་འཐོམས་ཏེ། སླར་ཡང་རྩི་ཤིང་གི་བཟའ་ཆས་བསྐྲུན་པའི་རྒྱུ་ཆར་འགྱུར་རོ། དེའི་ཕྱིར་རི་བོང་དང་སྤྱང་ཀི་དང། སྟག་དང། འབུ་ཕྲ་སོགས་གང་ཡིན་རུང་ཚང་མ་རྩི་ཤིང་ལ་བརྟེན་ནས་འཚོ་དགོས་སོ། མིའི་ཉིན་རེར་ཆུ་དང་ཚྭ་ཚུལ་ངེས་ཅན་རེ་སྤྱོད་པ་ལས་གཞན་ད་དུང། ཟངས་ཕྱེ་དང་སྤྲི་དཀར་དང་ཚུལ་ཤག་སོགས་བཟའ་དགོས་ལ། ང་ཚོས་པགས་པ་ལས་ལོ་མའི་རྐྱང་རྒྱུད་སྐྱེ་མི་སྲིད་པས་གཞན་སའི་རིགས་སུ་གཏོགས་པ་སྨོས་ཅི་དགོས། དམར་རྩིས་དང་དཀར་རྩིས་གང་ཞིག་ཟ་བ་ཡིན་རུང་ཚང་མ་རྩི་ཤིང་ལ་བརྟེན་ནས་འཚོ་བ་ཡིན། ཡིན་ནའང་མིའི་མངལ་རྩོལ་ལ་བརྟེན་ནས་བཟའ་ཆས་འཚོལ་ཐུབ་པས་ཐབས་སྣ་ཚོགས་ཀྱིས་རྩི་ཤིང་ལ་བསྒྱུར་བཀོད་བྱས་ཏེ་མི་ལ་ཞབས་འདེགས་བཟང་པོ་ཕྱིར་འཇུག་ཐུབ། གནའ་དུས་རིང་མོ་ནས་བཟུང་སྟེ་མི་རྣམས་སོ་ནམ་གྱི་ལུས་ལ་མཁས་ཤིང་རྒྱང་ཐོག་གི་བཟོ་གྲྭ་བཙུགས་ནས་ལོ་ཏོག་ལ་བརྟེན་ནས་དབྱང་གཉིས་ཐཱན་རྩིས་དང། ཆུ་བཟའ་ཆས་སུ་བསྒྱུར་ཐུབ་ཅིག་ཡོད། མི་རྣམས་ཀྱིས་དེའི་ནང་གི་འཚོ་བཅུད་ཕུན་སུམ་ཚོགས་པའི་ས་བོན་དང་ཤིང་འབྲས་དང་རྩལ་པ་རྡོག་པོ་དང། གཞུང་རྟ་རྡོག་པོ་ལ་སོགས་བླངས་ནས་རྒྱག་ཤེས་བྱས་པ་དང། དེའི་འཕྲོ་མའི་གཞུང་རྟ་དང་སྦུན་པ་སོགས་ཀྱང། སྐྱེར་ལྡན་རྫས་ཡིན་པས། དེ་ལས་སྣོན་བྱས་ནས་ཕག་དང། བ་མོ། ཁྱིམ་བྱ་སོགས་བཟོས་པ་དང་མི་ཞིམ་པའི་མྱུར་རྫས་རྣམས་ནི་ཕག་དང་བ་མོ་དང་ཁྱིམ་བྱ་སོགས་ཀྱི་འགྱུར་སྟོབས་ལ་བརྟེན་ནས་བསྡུ་ལེན་དང་འགྱུར་ལྡོག་བྱེད་པ་བརྒྱུད་དེ་ཕག་ཤ་དང་འོ་མ་དང། བྱ་རྐང་ལ་སོགས་པའི་བཟའ་བཅའི་བཟང་པོར་གྱུར། དེའི་ཕྱིར། འཛམ་གླིང་དུ་འབུ་ཕྲ་ཆེས་ཉུང་ཤས་ཤིག་ཉི་འོད་ལ་བརྟེན་མི་དགོས་པར་རྫས་འགྱུར་ནུས་པར་བརྟེན་ནས་བཟའ་བཅའི་གསེབ་སྦྱོར་བྱེད་ཐུབ་པ་ཕུད། གཞན་སྐྱེ་དངོས་ཐམས་ཅད་ནི། སྔོ་ལྗང་རྩི་ཤིང་གི་གློ་བསྒྱུར་ནུས་པ་ལ་བརྟེན་ནས་བཟའ་བཅའི་འཐོར་དགོས་པ་རེད། འཛམ་གླིང་ཡོངས་ཀྱི་རྩི་ཤིང་གིས་ལོ་གཅིག་ལ། སྐྱེར་རྟེན་རྫས་བསྟུན་གཏོང་ཕྱིར་སྟོང་ཕྲག་འགའ་བསྐྲུན་ཐུབ་པས་འདི་ནི་ངོ་མ་འགྲན་ཟླ་མེད་པའི་སྲིད་སྐྱོར་བཟོ་གྲྭ་ཆེན་མོ་ཞིག་ཡིན་ནོ། ཀློག་པ་དང་འབྲི་བ། བ་ན་རོ་བོ་ང་ས་བཞག་བོང། ཚ་ན་རོ་མཚོ་ད་བཞག་མཚོད་བོང་མཚོད།

ཕ་ཞབས་ཀྱི་ཕུ་ང་བཞག་ཕུང་བ་ན་རོ་བོ་ཕུང་བོ། ཉ་གི་གི་ཉི་ང་བཞག་ཉིང། ར་རྩབ་དག་རྩ་ད་བཞག་རྩལ་ཉིང་རྩལ། ཕ་རབ་དག་ཕྲ་ཕ་ར་རྟ་ཕྲ་ཕ་ཞབས་ཀྱི་ཕུ་ང་བཞག་ཕུང་ཕྲ་ཕུང། ས་བབས་དག་པ་རབ་དག་བཀྲ་གུ་གུ་བཀྲུ། ས་བབས་དག་པ་ར་ལྟ་བཀྲ་གུ་གུ་བཀྲུ། ད་ཀ་ར་བཞག་བཀར་བཀྲུ་བཀར། ཚ་གུ་གུ་ཚུ་ས་སྣབས་དག་སྣ་ཚུ་སྣ། ཐ་འབྲུ་ངེས་ཐི་ཐི།